དབུ་མའི་ལམ་ཟེར་མཁན་གྱི་ཆིག་ཐོ་དགུ་སྟེ་བདུན་ཅུ་ཁ་ཤས་བདུན་ཅུ་དོན་ཞུ་ནས་མགོ་བཙུགས་རོགས། རང་བཙན་གོ་གུ་དུ་ཧུ་ཟེར་ཏེ་རང་བཙན་ཡིན་པས་བོད་དེ་རྒྱལ་ཁབ་དེ་རང་བཙན་ཡིན་པ་དེ་ལོ་སྟོང་ཕྲག་མང་པོ་ནས་རོགས། དེ་ཚོ་ནས་བྱུང་རོགས། དེ་མི་ཁ་ཤས་ཀྱི་སྤྱང་པོ་བྱས་ནས་ཟོལ་འཇོག་དེ་འདྲས་མ་རེད་བ། ཆ་ཤི་འཐེན་འཇོག་དེ་འདྲས་ཟོལ་འཇོག་དེ་འདྲས་ག་རེ་མ་རེད་བ།

བོད་ནས་བོད་པ། ཁྲི་བརྒྱད་དགུ་ཅིག་རྒྱ་གར་ལ་སླེབས་དུས། མི་ཚང་མ་རང་བཙན་དགོ་གི་ཡོད་པ་དང། ཁོ་མགྱོགས་པོ་རག་གིར་ཡིན་པའི་རྣམ་པ་དང། རང་བཙན་མ་གཏོགས་གཞན་དག་བསམ་བློ་མ་འཁོར་མཁན། བསམ་བློ་འཁོར་མཁན་དབུ་མའི་ལམ་ཟེར་མཁན་དེ་ལ་རྩ་བ་རང་ནས་འཁོར་གི་ཡོད་མ་རེད་བ། ད་དེ་དངོས་ལ་བྱུང་བ་རེད་དེ་ཤོག་བུ་རེད་བྱུང་བ་ཟེར་ནས་དེ་སྐད་ཆ་རྒྱབ་བྱུང་བ་རེད་ད།

དེ་གནས་པ་ཡིན་ན་ཞི་བདེ་དང་འཆམ་མཐུན་ཡོང་གི་རེད། ཞི་བདེ་དང་འཆམ་མཐུན་ཡོང་གི་རེད་མི་ཡོང་བ་རྒྱུ་མཚན་ཡོད་མ་ང་རང་ཚོ་ཡིན་ན་སྤྱང་པོ་རེད་ཞུས་ན། ང་རང་ཚོ་སྤྱང་པོ་དང་གཏན་དུ་འཇོན་པོ་ཡོད་ན། འཇོན་པོ་བྱུང་པ་ཡིན་ན་འཇོན་པོ་ཡོད་པའི་རྒྱལ་ཁབ་ཅིག་དང་མི་རིགས་ཅིག་བྱུང་པ་ཡིན་ན། རྒྱ་མི་ཡིན་ན་ཐོན་བོད་པ་ལ་ཐོངས་བྱེད་ཀྱི་རོགས་རྒྱ་གར་ཡིན་ན་ཐོངས་བྱེད་ཀྱི་རོགས་གུས་ཞབས་བྱེད་ཀྱི་རོགས། ཚོང་འབྲེལ་བྱེད་ཀྱི་རོགས་ཐུབ་ཚོད་བཏང་ག་ཡོང་གི་མ་རོགས།

དེ་མ་འགྲིག་པ་མི་འདུག་བསམ་གི། རང་བཙན་རྩོད་མཁན་ཚོས་དབུ་མའི་ལམ་ལ་དཀའ་གི་ཡོག་རེད་ལབ་ན། མ་འགྲིག་པ་ཞེ་དྲག་ཡོག་མ་རེད། ཡིན་ན་ཡང། དེ་འདྲ་ལངས་ཕྱོགས་དེ་བལྟས་པ་དེ། རང་བཙན་མ་རེད་ད་རང་བཙན་དེ་འདྲ་རང་བཙན་བློས་བཏང་རྒྱུ་ཡོད་མ་རེད་ཟེར་ནས་རང་བཙན་གོ་གི་ཡོད་ཟེར་བྱས་ནས་མི་མང་གི་བཤད་གི་ཡོད་མ་རེད་མ་གཞུང་འཛིན་སྒྲིག་འཛུགས་ཀྱི་ཐོག་ནས་ཆབ་སྲིད་ལངས་ཕྱོགས་ཀྱི་ཐོག་ནས་རང་བཙན་བྱེད་གི་ཡོད་མ་རེད་དབུ་མའི་ལམ་བྱེད་གི་ཡོད་རེད་པ། ད་དབུ་མའི་ལམ་འདི་བདག་པོ་རྒྱག་མཁན་ཚོས་དབུ་བཙུགས་མཁན་ཚོས་དེ་འདྲ་འཛིན་སྐྱོང་གི་མཁན་ཆབ་སྲིད་པ་ཚོས་དབུ་མའི་ལམ་འདི་ལེན་ཐུབ་ཀྱི་འདུག་ཐུག་གི་མི་འདུག་བལྟ་བ་རེད་དེ་མེད་ན་ལེན་ཐུག་གི་མི་འདུག་ན་ལུང་མེད་ན་དེ་བརྗེ་པོ་བརྒྱག་པ་རེད།

འགུགས་གཡོག་རེད་ཉུང་ཤོས་ལ་འགུགས་གཡོག་རེད། དེ་དེ་གི་ཐོག་ནས་དོན་དག་གསར་པ་ཅིག་སྒྲུབ་ཁུར་བས་སྒྲུབ་མ་རུ་དང་མི་འགྲུབ་པའི་རྒྱུ་མཚན་གལ་ཡོད་མ་རེད། དེ་འདྲ་དཔེར་ན་ང་རང་ར་གཅིག་ན་ཟླ་གཅིག་བཏང་གི་འོ་རེད། རང་བཙན་བློས་བཏང་རྒྱུ་འོ་མ་རྟགས་གར་ཆེན་བཏང་རྒྱུ་འོ་མ་རེད་ང་ཚོ་ལོ་སྟོང་ཕྲག་མང་པོ་གནས་པའི་རྒྱལ་ཁབ་ཅིག་རེད།

བོད་པའི་འཛིན་སྐྱོང་དེ་བོད་པས་བྱེད། ཨ་ནི་རྒྱ་མི་ཡིན་ན་ཡང་བོད་ལ་བསྡད་ཆོག་པ། ཨ་ནི་སྤྱི་དང། རྒྱལ། རྒྱལ་ཁབ་གཅིག་ལ། མི་རིགས་གཉིས་བཟོ་ར་ཅིག་བྱེད་ན་ཡག་པོ་བྱེད་ནས་ཞི་བདེ་བྱེད་ནས་བསྡད་ཐུབ་ན་ཡག་པོ་ཡོང་གི་རུ་བ།

དེ་བོད་མི་རིགས་ཀྱི་དམངས་གཙོ་ཀ་བ་གསུམ་བརྒྱུད་ནས་བ་ལན་དགུ་དགོས་བ་རེད། དེའི་སྤྱི་འཐུས་རྩམ་པ་ང་རང་ཚོའི་སྒྲིག་འཛུགས་འབྱོར་བ། དབུས་བོད་མིའི་སྒྲིག་འཛུགས་འབྱོར་བ་འོ་དེའི་སྒྲིག་འཛུགས་དེ་བརྒྱུད་ནས་འགྲོ་དགོས་བ་རེད་དེ་ལ་བཟོ་ལྟ་བཟོ་དགོས་བ་རེད། དེ་ང་ཚོ་ར་ལང་ཆ་ལང་བྱས་ནས་བསམ་འཆར་བཏོན་ཆོག་གོ་རེད་ང་ཚོ་ང་ཡིན་ན་བསམ་འཆར་བཏོན་དགོས་རེད། ང་ཚོ་བསམ་འཆར་བཏོན་བྱས་བོད་རང་དབང་རང་བཙན་དེ་བློས་བཏང་ཆོག་མ་རེད་ད། བཙོང་ཆོག་གི་མ་རེད། ཀོ་ཐག་གློད་ཆོག་གི་མ་རེད། དེ་གི་བོད་རང་དབང་རང་བཙན་གི་བདག་པོ་དེ་གཞི་རིགས་མི་དམངས་བོད་པ་ཡོད་དོ་ཅོག་ལ་རེད། ཡོད་དོ་ཅོག་སུ་དེ་འདྲ་གྲོངས་ཚར་བ་དེ་ཚོ་ལ་ཡང་དག་དགོས་དགོས་རེད།

མི་རིགས་ལ་ཤ་ཚ་རྒྱལ་ཁབ་ལ་ཤ་ཚ་ཡོད་ན། ཨ་ནི་ཡོད་པའི་རྣམ་པ་དེ་བསྟན་ཡོང་རོགས་ཅེས་སྐུ་ཚེ་ཐུགས་རྗེ་ཆེ།